ཕན་པ་ལས་གནོད་ཆེ་བ་ཡོང་གི་འདུག་ད་སྤྱི་དང་མི་མང་གི་བསམ་ཚུལ་ཡིན་ཆོག་གི་རོ། རེད། དེ་ནི་མི་མང་གཅིག་གཉིས་ཤིག་གི་བསམ་ཚུལ་རེད་ལམ་སང་ཁེ་ཡོང་ཡ་མི་འདྲའི་ཡག་པོ་མི་འདུག་དེ་མི་ཁེ་ཡ་ལ་ཡ་མ་ཁེ་ངེས་ལ་ཡ་བསམ་བློ་གཏོང་དགོས་ཡ་དཔེ་གལ་ཆེན་པོ་འདུག་ཡང། སུ་སྒེར་གྱི་ཡིན་ན་ཡང་དེ་འདྲའི་ཤེས་དགོས་ཡ་ལ་ཤེས་དེ་མ་ཤེས་ལ་ཡ་དེ་ངེས་ལ་བསམ་བློ་ཡག་པོ་ཅིག་བཏང་ནས་དེ་ནི་ཤེས་དགོས་ཡ་དེ་དཔེ་གལ་ཆེན་པོ་རེད། སྡིངས་ཆ་ཡང། དེ་དཔེ་གལ་ཆེན་པོ་རོ་དྲང་མོ་བཤད་ན། སྡིངས་ཆ་གལ་ཆེན་པོ་རེད་ཡང་བསམ་བློ་བསམ་བློ་ཅན་བཏང་བ་ཡིན་ན་ཡང་བོད་པའི་གི་བོད་ཀྱི་འཐབ་རྩོད་ལ་དུས་ཙམ། པ་ལ་ཡང་འཐབ་རྩོད་འདི་ཡང་བོད་མི་དམངས་ཉིན་རེ་ངོ་རེ་གང་ཟག་གི་འཐབ་རྩོད་རོ། མི་གང་ཟག་གི་མི་སོ་སོ་ཉིན་རེ་ངོ་རེ་གི་འཐབ་རྩོད་ཡིན་དུས་ཙམ་པ་ལ་ཡང་མི་སྒེར་དོ་བདག་སོ་སོ་ཀྱི་སོ་སོའི་ལངས་ཕྱོགས་ཅིག་ཡོང་ཆོག་རོ། ལངས་ཕྱོགས་དེ་ཡོང་ཆོག་གི་ཡོད་དུས་ཙམ་པ་ལ་ཡང་འདི་འདྲ་ལབ་པ་ལ་གནད་འགག་ད་ག་ཡོད་རེ་དྲན་གྱི་མི་འདུག་ར་ཡིན་པ་ཡིན་ནའི་ཡང་མི་དམངས་ཁོ་རང་རང་གི་སྤྱི་ཡོངས་ཁོ་རང་གི་ད་ང་ཚོའི་བོད་པའི་ནང་ལོགས་ཀྱི་ཆབ་སྲིད་ཀྱི་འགྲོ་སྟངས་གནས་ལུགས་འདི་ཚོ་ཡག་པོ་འགོ་འཛུགས་བྱེད་གོ་ཐོག་གོ་རྟོགས་ཡག་པོ་འགོ་ཚུགས་ཀྱི་ཡོད་ན། ཨ་ནི། མི་གཅིག་གིས་ལབ་པ་ལས་ཁྱད་པར་ག་ཡེ་འགྲུབ་མ་རོགས་ཁོ་མང་མོས་ཁོ་རང་རང་གིས་ད་གལ་སྲིད་ང་ཚོ་འདི་འགྲིག་གི་ཡོད་ན་ད་ག་རང་རོ། འདི་གིས་ཡང་བེད་ཁོ་རང་དཀྲོག་གཏམ་གང་གཅིག་བྱས་ནས་ཡ་ཞུ་འབར་དགོས་ཡ་དེ་ག་ཡོད་མ་རེད། ཁ་ན་ན། ཡ་སྒང་ལ་བསྐོས་བཞག་རྒྱུ་དེ་ཚོ་མི་མང་གི་རྒྱབ་སྐྱོར་ཡོད་ནི་ཡ་ཀླད་ཀྱོག་རེད། ཨ་ནི་ཡ་བསྐོས་ནས། ག་ད་བོད་གི་ད་ང་ཚོའི་གི་ཆབ་སྲིད་གི་ལས་ཀ་དེ་ཡ་ཡག་རུ་འགྲོ་ཡ་དང་འཐབ་རྩོད་དེ་ཡ་ཤུགས་ཆེར་བཏང་ཡ་གི་དེ་འདྲ་རང་གི་བེད་སོད་ཡོད་དེ་ཚོ་མ་རེད།

ད་རྒྱལ་ཁབ་ཚད་ལྡན། ནང་མི་དང་ད་ཁོ་ཉེན་རྟོག་པ་ཚང་མ་ཡོད་ངེས་ཀྱི་རྒྱལ་ཁབ་ཅིག་ཡིན་ན། ཨ་ནི་མི་མང་ནང་གཅིག་དཀྲུག་རྐྱེན་འདྲ་བོ་ཞིག་ཡོང་ན་ཚོད་འཛིན་བྱེད་ངེས་ཀྱི་དམག་མི་དང་ཉེན་རྟོག་པ་ཚང་མ་ཡོད་ར། ད་ང་ཚོའི་སྤྱི་ཚོགས་དེ་དེ་གང་ཡང་ཡོད་མ་ར་ད། ཚང་མ་སྒོ་ཕྱེས་ནས་བཞག་བཞག་རེད། ད་ཡག་དཀྲུག་ཡག་དེ་ཚང་མ་དཀྲུག་མ་སྣེབས་ཡག་གི་སྣེབས་ཡག་གི་ཆ་རྐྱེན་ཅིས་མེད་བའི་ཕྱིར། ང་ཚོའི་སྤྱི་ཚོགས་ཁོ་རང་དེ་འདྲའི་ཆགས་འདོད། རེད་དེ།
འོ་འདི་གིས་ང་ཚོ་ལ་དེ་དཀའ་ངལ་དེ་ལ་གཟབ་གཟབ་བྱེད་དགོས་ཡ་དེ་གྲོས་ཚོགས་ཀྱི་ད་མི་མང་གྲོས་ཚོགས་འཐུས་མི་རྣམ་པ་ལ་ད་འགན་ཡོད་རེད་ད་རྒྱལ་ཁབ་ཡོད་ཆོག་ཅིག་སོ་སོ་རྒྱལ་ཁབ་ཡོད་ངེས་དམངས་གཙོ་རྒྱལ་ཁབ་ཚད་ལྡན་རྒྱལ་ཁབ་རང་སོ་སོ་ཡོད་ངེས་ཅིག་ཡོད་ན་ཁོ་ཚོ་གིས་ཚང་མ་སློང་དགོས་རེད་གང་ཡིན་ཟེར་ན་ཡར་སློང་ན་ག་ཚིག་སློང་སློང་ད་ཡང་མ་གནས་ཡག་གི་ཆ་ཤས་ཚང་མ་ཁོ་ཚོ་ལ་ཡོད་རེད་དེ་གི་ད balance ལེགས་ར་ཆ་མཉམ་བཟོ་ཡག་གི་ཁོ་ལོང་བ་ཁོ་རང་ལག་ཆ་འགྲོ་མ་སོང་ཆ་ཅན་ཚང་མ་མཐུན་རྐྱེན་ཚང་མ་ཡོད་རེད། ད་ང་ཚོ་ད་ལྟ་འདི་ཡོད་མ་རེད། འདི་མེད་པ་ཡིན་ཚེ་ང་ཚོ་ཡར་སློང་ཡག་དེ་ག་ཚོད་ཚོད་སློང་དགོས་ཀྱི་འདུག་དེ་བསམ་བློ་གཏང་དགོས་གལ་ཆེན་པོ་རེད་ཤི་ངོས་ནས། མི་ཤེས་སྤྱི་བཏང་གི་དམངས་གཙོ་སྒྲིག་འཛུགས་གཏོང་ནང་ནས་དམངས་གཙོ་གི་ཁྱད་ཆོས་ཡག་ཤོས་དེ་ག་རེད་ཟེར་ན་ང་ཚོ་མི་དམངས་ཚང་མིག་གི་བསམ་ཚུལ་བཏོན་ནས་ཡག་བཙོག་ཚང་མ་ཤེས་ཆོག་ཡག་གི་དེ་ད་དམངས་གཙོ་གི་ཐོབ་ཐང་ཆེ་ཤོས་ཀྱི་རེད། ང་ཚོ་ལ་དེའི་ཐོབ་ཐང་དེ་ཤེས་དགོས་རེད་ཤེས་ཆོག་རེད། དེ་ནི་སྐབས་དང་དུས་ལ་བསྟུན་ནས་ཡོད་རེད་བ། དེ་གི་སྟེང་ནས་ང་ཚོ་ད་ལྟ་ཡར།

འདི་ཡང་འཛམ་བུ་གླིང་སྤྱི་ཡོངས་ཀྱི་འགྲོ་བ་མིའི་ཐོབ་ཐང་ལ་དེ་ཤེས་ཡོང་དུས་ཙམ་པོ་ཡིན། ཆ་རྐྱེན་དེ་ཚང་མ་གཅིག་པ་གཅིག་རྐྱང་དེ་གོ་མ་རུ་བ་དང་ང་ཚོ་བོད་པ་བོད་པ་དམངས་གཙོ་རེད་ལབ་དུས་ཙམ་པོ་ལ་ཡང་དམངས་གཙོ་ཡིན་པ་ལ་ཡང་ང་ཚོ་ང་ཚོ་ལ་དང་པོ་ཉིད་ལ་སོ་སོའི་རང་གི་འཛིན་སྐྱོང་བྱེད་པའི་བྱེད་སའི་ས་ཆ་གོ་ན་ཡོག་མ་རེད་ཨ་དེ་ལ་དཔག་པའི་གི་ག་ལ་འོ་རེད Policing System དེ་མེད་དུས Administrative ཅུ་གུ་མ་ཞིག་མེད་དུས་ཙམ་པོ་ལ་གལ་སྲིད་ཅིག་མ་འགྲིག་པ་ལ་སོགས་བྱུང་བ་ཡིན་ན།